འོ་དེ་འདྲས་ཟླ་བ་དྲུག་གི་རིང་ལ་ཞབས་ཏོག་བསྙེན་བཀུར་ཞབས་ཏོག་ཞུས་སུ་ལ་ཞུས་པ་རེད། མཆོད་པ་ཕུལ་ས་དེ་བསྙེན་བཀུར་ཞབས་ཏོག་ཞུས་ས་དེ་སུ་རེད། སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་སྐྱེ་བོ་དང་པོ་དེ་འདྲས་དང། སྐྱེ་བོ་ཕལ་པ་དེ་འདྲས་མ་རེད་དེ། དེ་ཉམས་རྟོགས་ལ་དེར་ཉེ་བའི་སྲས་གཤིན་རྒྱལ་ལ་སོགས་པ་དེ་ཚོ་ཡོད་དེ་རྗེ་བཙུན་སྒྲོལ་མ་ཡོད་ཀྱི་རེད། སྤྱན་རས་གཟིགས་འདི་གའི་མཚམས་ཐམས་ཅད་དུ་ཡོད་དེ། འོ་ཁོང་ཚོ་ཡོད་ས་དེ་ནི་ད་དགྲ་བཅོམ་པ་དང་དགེ་སློང་དགེ་སློང་མ་དེ་འདྲས་ད་ག་གྲངས་མེད་མང་པོ་ཡོད་རེད། དེ་ཁྱེད་ཚང་མ་དེ་འདྲས་ཞུས་ནས་ཟླ་བ་དྲུག་གི་རིང་ལ་སྙན་སྐུལ་ཞབས་ཏོག་ཞུས་ཟིན་དུས་གང་ན་དེ་འདྲས་བའི་རྒྱལ་པོ་དེ་ཆུང་ཆུང་རེད་འདུག་བས། ང་ཚོ་ད་ཟླ་བ་གཅིག་གཉིས་དེ་འདྲས་ཞབས་ཏོག་ཞུས་ཟིན་ནས་ག་ལེ་ག་པོ་རེད་ཟླ་བ་དྲུག་རིང་ཉི་མ་གཅིག་གཉིས་མི་སྟོང་ཕྲག་མང་པོ་ལ་བ་ཞལ་ལག་བཀྱགས་ཟིན་ནས་ང་ཚོ་བཀྱགས་ཐུབ་ཀི་རེད་ག་ལེ་ག་པོ་རེད་འདུག་འོ་དེ་རྒྱལ་པོ་དེ་བསོད་ནམས་ཀྱི་ཚོགས་ག་ཚོད་བསགས་ཡོད་རྒྱུ་རེད། འོ་དེ་འདྲས་གནང་བདེན་གལ་ཆེ། དེ་ནི་བསོད་ནམས་བསགས་ཡོད་འདུག་ག་ང་དེའི་སྐབས་དེར་སོས་རྨོག་རྒན་མོ་ཅིག་མ་གན་འདུག་སྤ་མོ་རང་ད་སློང་རྒན་རྨོག་རྒན་མོ་སློང་རྒན་ཅིག་རེད་དོ། ལྟ་དུས་ག་ང་དོག་ལོ་རས་པ་ཅིག་གོང་རེད་སློང་རྒན་རེད་གན་མཁན་ཡོད་མ་རེད། བུ་བུ་མོ་དེ་འདྲས་ཡོད་མ་རེད་མོ་རང་གཅིག་པུ་རེད་སྙན་ཅིག་ད་མ་གན་འདུག་ཚེ་ཡོང་དུས་ག་ང་འདི་མཇལ་འདུག་ག་སངས་རྒྱས་འཁོར་དང་བཅས་པ་དེ་འདྲས་རྒྱལ་པོ་བསོད་བདེ་གསལ་རྒྱལ་གྱི་དེ་འདྲས་བསོད་ནམས་ཀྱི་ཚོགས་རླབས་ཆེན་པོ་བསགས་པ་དེ་ཁོང་གིས་མཐོང་འདུག་ག། གཏོང་ཡོང་དུས་གང་ལ། ཨ་མ་རྒན་མོ་དེ་དེ་འདྲའི་བསིལ་ཤོག་ནི། མིག་ཆུ། མིག་དེ་མིག་ཆུ་དང་ལུས་ཀྱི་བ་སྤུ་དེ་འདྲའི་ཚད་སིང་ཡར་བསླངས་ཕྱིན། རྒྱལ་པོ་འདི་ལ་བསམ་བློ་བཏང་བ་རེད་སོ་དུ་མོས། རྗེས་སུ་ཡི་རང་ཟེར་བ་འདི་རེད། རྒྱལ་པོ་འདི་ལ་བསམ་བློ་ཨ་ཚེ། རྒྱལ་པོ་རིན་པོ་ཆེ་འདི་གི་སྐྱེ་བ་སྔོན་མ་ག་འདྲའི་བསོད་ནམས་བསགས་ཡོད་རྒྱུ་རེད། གང་བྱས་ནས་ཟེར། ད་ལྟ་སངས་རྒྱས་འཁོར་དང་བཅས་པ་ལ་དེ་འདྲའི་འགྲོ་སོང་བཏང་ཡས། དགེ་བ་རླབས་ཆེན་པོ་བསྒྲུབ་ཡས་ཏེ། སྤྱི་བོའང་སྔོན་མ་བསོད་ནམས་བསགས་པ་ལས་དེ་ནས་བྱུང་བ་རང་བསིལ་བར་ཏེ། དེང་སང་ད་ལྟ་ཡང་དང། རྩ་བསོད་ནམས་ཀྱི་སྲོག་རླབས་ཆེན་པོ་ག་འདྲས་བསགས་ཀྱི་འདུག་བསགས་སའི་ཡུལ་དེ་ལ་ཅིག་བལྟ་དང་ཡུལ་དམ་པ་ག་འདྲས་འདུག་སངས་རྒྱས་འཁོར་དང་བཅས་པ་ཡོད་དེ། འོ་དེ་འདྲའི་དགོས་འདོད་ལ་ངེས་ཀྱི་དེ་ཁོང་ཚོས་དགེ་བ་དེ་འདྲས་བསྒྲུབ་དང་ཚེ་རྒྱལ་པོ་དེ་ད་དུང་ཁོང་གི་བསམ་དོན་ཐམས་ཅད་འགྲུབ་པར་ཤོག་ཅིག་ཁོང་ཡག་པོ་ཡོང་བར་ཤོག་ཅིག་སྨོན་ལམ་བཏབ། འོ་འདི་རྗེས་སུ་ཡི་རང་སྟེ། འོ་འདི་བྱས་པ་དེ་དགོངས་དག་འདི་ཞེས་འོ་དགོངས་དག་འདི་བ་ལས་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་རྒྱལ་པོ་གསལ་བྱེད་ལ་ཞེས་འོ་རྒྱལ་པོ་རིན་པོ་ཆེ། དེ་རིང་ངེད་ཀྱི་བསོད་ནམས་འདི་གར་སོགས་རེ་བསྔོ་བ་སྨོན་ལམ་འདི། སུའི་མིང་ཐོག་ལ་བསྔོ་བ་སྨོན་ལམ་འདི་འདོན་དགོས་རེད། བཀའ་འདྲི་གནང་བ་རེད། ད་རེས་འདིའི་ནང་ལ་ཚོགས་པ་འདིའི་ནང་ལ་བསོད་ནམས་ཀྱི་ཚོགས་རླབས་ཆེ་ཤོས་སངས་རྒྱས་དེའི་མིང་ཐོག་ལ་འདོན་དགོས་རེད་མ་རེད། ཟེར་དྲི་བ་དྲིས་པ་རེད་སངས་རྒྱས་ཀྱི་ཁོང་ལ། རྒྱལ་པོ་དེ་གར་བསམ་པ་རེད། ཚོགས་རྣམས་ཀྱི་ཚོགས་སངས་རྒྱས་ཐར་ཏེ་ང་རང་མ་གཏོགས་ཏེ་སུ་ཡོད་མ་སྦྱིན་བདག་ང་ཡིན་བསམ་པར་ཏེ། དེ་བསམ་བྱའི་འོག་ཏུ་ཚངས་རྒྱས་ཀྱི་ཚོགས་རྣམས་ཀྱི་ཚོགས་རླབས་ཆེ་ཤོས་སུ་བསམ་ནས་དེའི་མིང་ཐོགས་ལ་སྟོན་རོགས་གནང། ཞུས་རེ། ཞུས་དུས་ག་ལ་ཨ་མ་མོ་རྒན་མོ་ཀློང་རྒན་དེའི་མིང་ཐོགས་ལ་བསྔོ་མ་ལམ་འདོན་དུ་རྒྱལ་པོ་དག་ལས། འོ། ངོས་ཀྱི་སེམས་འདི་ནང་ལ་ག་རེ་ཡོད་རེད། དམིགས་མེད་ཀྱིས་བརྩིས་ཟིན་པ་རེད། རང་དོན་སྤུ་ཙམ་ཡོད་མ་རེད་ངར་རྒྱལ་ཡོད་མ་རེད། ཉོན་མོངས་ཀྱི་འདྲེ་ཡོད་མ་རེད་ལྟ་དང། ད་འགྲོ་སོང་གཏང་དགོས་ཐུག་སོང་བས། ཐུག་མ་སོང་ཨ། དཀའ་ལས་རྒྱག་དགོས་འདུག་བས་རྒྱག་དགོས་མི་འདུག་ཨ། བསོད་ནམས་ཀྱི་སོ་སར་ཐུག་གི་འདུག་བས་ཐུག་གི་འདུག་ཨ། ད་དངོས་སུ་ལག་ལེན་བསྟར་ཡ་དེ་བསོད་ནམས་ཀྱི་བསམ་བློ། འདི་དམ་པ་གསུམ་གྱི་བརྩེས་ཟིན་པ་ཡིན་ན་རྒྱལ་པོ་འདིས་ཟེར་གྱི། ད་དེ་ལྟ་ཧང་སང་ཡས་ར་བ་ད་འབྲས་བུ་འདི། ད་དེ་ག་ཚོད་འགྲོ་སོང་བཏང་ནས་དམ་པ་གསུམ་གྱི་བརྩེས་མ་ཟིན་ན་ད་གྱོང་ར་གི་མི་འདུག་བས་མོ་རྒན་མོ་དེ་གས་གས་འགྲོ་སོང་མ་བཏང་གི། དཀའ་ལས་ག་ཡང་མ་རྒྱབ་གི་མོ་རླབས་ཆད་འདུག་བསོད་ནམས་ཀྱི་སོ། ཨོ་བསོད་ནམས་ཀྱི་ཚོགས་ཟ་མ་ཟ་ཀུན་སློང་ལ་རག་ལས་ཨོ་བདེར་ལྡན། རྒྱལ་པོ་གསལ་རྒྱལ་ལྟ་བུ་བྱིན་རླབས་ཆེན་པོ་ག་འདྲས་སངས་རྒྱས་ཀྱི་སྦྱིན་བདག་རེ་ད་སངས་རྒྱས་སྦྱིན་བདག་ལས་སླ་པོ་དུ་མ་རེད་བ། ཡེ་ནས་བསོད་ནམས་ཀྱི་ཚོགས་ཟ་མ་ཟ་ལ་ཆེ་ཆུང་ཤོར་འགྲོ་གི་འདུག་བ་དེ་ཏིང་ཙམ་གྱི་སེམས་ན་ལ་མ་རེད་ཨ་ད་རེས་བསོད་ནམས་ཆེ་ཆུང་འདི་ནང་ལ་ད་བསོད་ནམས་ཆེ་ཆུང་བཟང་གི་ང་ཡིན་འགྲོ་བསམ་རེད། གྲགས་འདོད་ཆེ་འདོད་ཨོ་སྐྱོན་ཅན་དེ་ཡིས་བྱུང་རག་ལས།